ཕོ་རོག་གི་ཆུ་གཏོང་བ་བྱེད། ད་ཡིན་དང་འདི་ནས་གློག་འོད་དང་མིག་བལྟ། ཉིན་ཞིག། ཕོ་རོག་ཅིག། ཁ་སྐོམ་ནས། ས་ཆ། ག་ས་ག་ལ། ཆུ་འཚོལ་བར། ཕྱིན་པ་རེད། དེ་ནས། ཕོ་རོག་དེས་ས་ཆ་ཞིག་ལ་མར་བབས་ནས་ལྟ་དུས། ཤེལ་དམ་ཞིག་གི་ནང་དུ་ཆུ་ཡོད་པ་མཐོང། ཡིན་ན་ཡང་ཤེལ་དམ་དེའི་ནང་དུ་ཆུ་ཕྱེད་ཀ་ཙམ་ལས་མེད་པ་རེད། ཤེལ་དམ་དེ་ཡི་ཁ་ཆུང་ཆུང་དང། སྐེ་རིང་པོ་ཡོད་ཙང། ཕོ་རོག་གིས་ཤེལ་དམ་ནང་གི་ཆུ་འཐུང་ཐུབ་ཀྱི་ཡོད་པ་མ་རེད།

ཀློགས། རྡོ་རུག་གཉིས་ཀློགས། རྡོ་རུག་གསུམ་ཀློགས། དེ་ལྟར་རིམ་བཞིན། ཤེལ་དམ་ནང་དུ་རྡོ་རུག་མང་པོ་བླུགས་པས། ཆུ་དེས་ག་ལེ་ག་ལེར། མཐོ་རུ་མཐོ་རུ་ཕྱིན་པ་རེད། མཐའ་མ་དེར་ཤེལ་དམ་གྱི་ཁར། ཆུ་ཡར་ཁེངས་ཏེ་ཕོ་རོག་གིས་ལས་སླ་པོའི་ངང་ནས་ཆུ། མཐོང། ཐོབ་པ་བྱུང་ངོ། འདི་རིགས་སམ། འོ་དེར་ད་ཕ་གི་སྒྲུང་འདི་ཚར་བའི་སྐད་ཆ་ཡིན་ད། ད་སྒྲུང་འདི་ཀློག་ཚར་དུས་ཙམ་པ་ལ་ནི་ད་དེ་ལ་ཡང་ཚིག་གསར་གཟིགས་འདུག་ཨ། འོ་དེར་ད་དེ་ནས། ཚིག་གསར་སྦྱང་བར་སྒྲུང་དེ་ནང་གི་ཐ་ཚིག་སྟེ་སྤྱི། གནད་འགག་ཆེ་བ་ར་བོ་ཆེ་ཡ་ཚུགས་ཟུར་དེ་ལ་བསྒྲུགས་ནས་ཨ་ནི་ཁྱེད་རང་ཚོ་སྦྱང་ཡས་བཟོས་པ་རེད། དེ་ཡིན་ཙང། ད་དེའི་ནང་གི་ཐ་ཚིག་ག་རེ་ག་རེ་དོ་དང་པོ་དེ་ལ་ཡ། ཐ་ཇི་ང་ཚོ་ཕ་གི་བློ་ཡིན་པ་ཕོ་རོགས་ཟེར་ཏེ་ཚིག་དེ་གཅིག་སྦྱང་དགོས་རེད། དེ་ནས་ཕོ་རོགས་དེ་ཁ་སྐོམ་རུ་བ་ཕོ་རོག་གིས་ཁ་སྐོམ་བ་བཅས་ཆུ་བཏུང་བས་ལ་ཁ་སྐོམ་པ་ཡིན་ཙང། ཨ་ནི། དང་པོ་གནམ་ལ་ཕེབས་ནས་ཡོང་དེ་ནས་མ་ས་ལ་བབས་པ་ཡིན་ཙང་མར་བབས། ཡིན་ན་ཡང་ཆུ་དེ་འཐུང་ས་ཀྱི་ཆུ་དེ་ག་བ་ལ་འདུག་ཤེལ་དམ་ནང་ལ་ཡོད་ར་བ། ཤེལ་དམ་བྱེད། ཆུ་དེ་ཤེལ་དམ་ནང་ལ་ཡོད་པ་ཡིན་ཙང་ཤེལ་དམ། ཡིན་ན་ཡང་ཆུ་དེ་ཤེལ་དམ་ནང་ལ་ཡོད་ནས་འཐུང་ན་ཡང་གང་འདྲ་བརྗོད་ན་འཐུང་ཆོག་ཆོག་ཡོད་ར་བ། ཡིན་ན་ཡང་ཤེལ་དམ་གྱི་ནང་ལ་ཆུ་དེ་མང་པོ་ཡོད་མ་རེད།

དང་པོ། སློབ་ཚན་ལ་བལྟས་ནས་མིང་ཚིག་འདེམས་སྐོང་བྱོས། དང་པོ། སློབ་ཚན་ལ་བལྟས་ནས་ཟེར་ན། དང་པོ་ཁྱེད་རང་གིས་ད་དེ་ཚོ་བྱེད་མ་བྱས་སྔོན་ལ་ཡང་སློབ་ཚན་དེ་ལ་ཡང་མིག་བལྟ་ཟེར་ལབ་པ་རེད། དང་པོ། ལ་ན། དང་པོ། སློབ་ཚན་ལ་ཟེར་ན་ང་ཚོ་དེ་ད་ལྟ་སྦྱང་བཞིན་པའི་གི་སློབ་ཚན་དེ་རེ་བ་ཕོ་རོག་གི་ཆུ་འཐུངས་པ་ཟེ་ཁོ་རང་སློབ་ཚན་ཆགས་པར་བ་ཨ་ནི་བལྟས་ནས་ཟེར་ན་དེ་ལ་མིག་བལྟ་ནས་ཟེར་གི་བ་རེད། འོང་དེ་ལ་བལྟས་ནས་ད། མིང་ཚིག་ཟེར་གི་འདུག་བ་དེ། མིང་ཚིག་ཟེར་ན་ད་དེ་རེད་དེ་དེ་ཚོ་མིང་ཚིག་དེ་ཚོར། རིང་པོ་ཆུང་ཆུང་རྡོ་རུ་ཆུ་བརྟོལ། བསམ་བློ་ཐབས་ཤེས་ཕོ་རོག་མཐོ་རུ། ཨ་ནི་ཁ་ས་ཁ་ལ་ཨ་ནི་ཁ་སྐོམ་ཟས་བྲོ་བ། འོན་དེ་ལ་ཡ་ཨ་ནི་མིང་ཚིག་ས་འདི་ཚོ་ཚང་མ་མིང་ཚིག་རེད། ད། ལྡེམ་ཀོང་ཆོས་སི་ད་ལྡེམ་སི་ད་ཙམ་པ་ལ་ད་གདམ་འགུག་རེད་སི་ལ་གུ་ཡར་ཕ་ནི་ཚུ།

ཁ། ག་རེ་ཡིན་ས་རེད། ཤེལ་དམ་དེ་ཁ། ཨ་ནི། རིང་པོ། དེ་ནི། སྐྱེས། ཆུང་ཆུང། ཞིག། ཡོད་པ་རེད། འདི་ནོར་རེད་འགྲིག་རེད། ཡང་ཅིག་སྨྲས་ན། ཤེལ་དམ་དེ། ཁ། ཆུང་ཆུང།

ཅེས་རེ་བ། ཕོ་རོག་གིས་རྡོ་རུག། ཨ་ནི། ཤེལ་དམ་ནང་དུ། ཨ་ནི། ད་འདིར་བ། ཆུ་བརྟོལ། བླུགས་པ་རེད། འདི་འགྲིག་ས་རེད་པས་འགྲིག་ས་མ་རེད་པས་འདི་ཁྱེད་རང་ཚོ་ལྟ་ཡ་རེད། ཡག་མེད་ན། ཕོ་རོག་ཏེ་ཨ་ཕོ་རོག་གིས། ཨ་ནི། དེ་ལས་ཕོ་རོག་གིས་ཆུ་བརྟོལ།

ར། ཕོ་རོག་དེ་ཡིས་དེའི་ལས་ད། ཕོ་རོག་དེ་ཡིས་ཐབས་ཤེས་ཡག་པོ་ཞིག། དེ་ནས་ག་རེ་བདེ་ཅེ་ལ། ཐབས་ཤེས་ཡག་པོ་ཞིག་བསམ་བློ་འཁོར་བ་རེད། ག་འདི་ཡིན་ས་རེད་དང་པོ་དེ་རེད་དོ་གཉིས་པ་རེད་དོ། འོ་འདི་ཁྱེད་རང་ཚོ་ལྟ་ཡ་རེད་དོ་ཞེས།

མཐོ་རུ། གྱིས། ཆུ་འཐུང་འཐུང་ཐུབ། འདི་སྙན་པོ་འདི་བས། འགྲིག་སོང་འགྲིག་མ་སོང། ད་དེ་མེད་ན། ད། ཡང་བསམ་བློ་བཏང་ནས། ཁྱེད་རང་གལ་སྲིད་འདི་རེད་མི་འདུག་བསམ་ན་ད་ཡང་བསམ་བློ་བཏང་ནས་ལབ་སྟངས་གཉིས་པ་ལབ་པ་ཡིན་ན། ཆུ་དེས། ག་ལེར། རེད་བ། ག་ལེར། མཐོ་རུ། ཕྱིན་པས། ཨ་ནི་ག་རེ་ཡིན་སར་ཕྱིན་པས། ཕོ་རོག་གིས་ཆུ་འཐུང་ཐུབ། འདི་ལ་ན་བསྙེན་པ་འདི་བས། ཡང་ན་ད་ཅི་དང་པོ་ལ་རྒྱུ་དེ་བསྙེན་པ་འདི་བས། འོ་དེ་ད་ཡང་ཁྱེད་རང་གིས་སྦྱོང་བརྡར་བྱེད་ཡ་རེད་དེ། འགྲིག་སོང་ཨ། ད།

ཁ་སྐོམ། ཆུ་འཚོལ་བར་ཕྱིན། འདི་གཉེན་པོ་འདྲ་བྱེད་དུས་བས། ཡང་ན། འདི་ཡིན་ས་རེད་བས། ཡང། ཡང་ན། དེ་ཡང། ཕོ་རོག་ཅིག། ཁ་སྐོམ། ནས། ས་ཆ། ག་ས་ག་ལ། ཆུ། འཚོལ་བར་ཕྱིན། ཆུ་འཚོལ་བར་ཕྱིན། འདི་འགྲིག་ས་རེད་པས། གོང་དུ་ལྟ་ཡས་རེད་འདི་ཁྱེད་རང་ཚོ་གི་སྦྱོང་ཚན་རེད་གང་དེ་སྦྱང་ཚར་བ་ཡིན་ཚ་འདི་ལས་ངས་མང་པོ་ཞིག་དབུ་ཅུ་ཀློག་མུག་བ་བྱས་འདི་གོ་ཆོད་པ་འགྲོ་གི་རེད་ཁྱེད་རང་ཚོ་གང་ནས་ཡག་པོ་པོ་སྦྱང་ན་དེ་ལ་དཀའ་ལས་སྤྲད་གི་མ་རེད་འོ་འདི་ཡང་ངས་དེ་ལ་དུས་ཚོད་ཞེ་དྲག་བཏང་གི་མེད་ཡ་ཡ། ད་འདི་ནས་འདི་རྗེས་ལ་མུ་མཐུད་ནས་སློབ་ཚན།